དྲིན་ཆེ། དེའི་རྗེས་ལ་སྙན་ཚིག་གི་མདུན་ནང་གི་རྙེད་པ་དེ་ལ་ཡང་མེས་དཔོན་དཔེ་སྟོན་སློབ་གྲྭའི་སློབ་མ་ཡང་བསྐྱར་སྒྲོལ་མ་ལགས།
དེ་རིང། དེ་རིང་དཔའ་མཐའི་ཤེས་རིག་ལས་ཁུངས་ནས་གོ་སྒྲིག་ཞུས་པའི་རིག་རྩོམ་རིག་གཞུང་འདུས་འཛོམས་ཀྱི་ཆེད་དུ་ཕེབས་པའི་མགྲོན་གྱི་མཛེས་བཟོས་རྣམ་པ་དང། ཕྱོགས་གཏོགས་ཁག་ནས་ཕེབས་པའི་དགེ་བའི་བཤེས་གཉེན་རྣམ་པ། ལྷག་པར་དུ་བརྩེ་བའི་སློབ་གྲོགས་ཡོངས་ལ་ཡང་སྐུ་ཁམས་བཟང་ཞུ་བ་དང་སྦྲགས། དེ་རིང་གུས་མོ་ངས་རང་བྱུང་ཁམས་ཀྱི་ངུ་འབོད་ཞེས་པའི་ཚིགས་བཅད་ཅིག་འབུལ་ལམ་ཞུ་རྒྱུ་ཡིན་པས་ཚང་མ་ལོ་ཐུགས་སྤྲོ་ཡོང་བའི་རེ་བ་ཡོད། རང་བྱུང་ཁམས་ཀྱི་ངུ་འབོད། གནམ་སྔོན་པོ་མཐོང་ཁ་ཡི་འོག་ན། ས་ཆེན་པོ་ཤིན་ཅང་གི་ངོས་ནས། ང་ནི། ཆས་མཛེས་ཤིང་ཡིད་དུ་འོང་བ་མ་ཟད། ངའི་སྔོ་ལྗང་གི་སྐྲ་ལོ་དང། ལུས་ཟུངས་ཀྱི་ཆུ་མོ་རེ་རེ་ནི། ཁམས་ཆེན་པོ་འཇིག་རྟེན་འདིའི་ཟས་བཅུད་དེ་ཡིན་པས། ང་ལ་ཇི་ལྟར་དྲལ་གྱིས་ཕྱེ་ན། དེ་བཞིན་དུ་དངོས་ཐོག་ཡོད་པའི་མེས་པོ་ཚོས་ངའི་མིང་ལ་རང་བྱུང་གི་མཛེས་སྡུག་ཁམས་ཟེར། དོན་དེས་ན། ང་ནི་འགྲོ་བ་རིགས་དྲུག་གི་ལུས་རྟེན་འཚོ་ས་དེ་ཡིན་མོད། དོན་དེས་ན། ང་ནི་འགྲོ་བ་མིའི་རིགས་ཀྱི་སྲོག་རླུང་སྦྱིན་ས་དེ་ཡང་ཡིན། དོན་དེས་ན། ང་ནི་འགྲོ་བ་མིའི་རིགས་ལ་བདེ་སྐྱིད་ངོ་མ་སྦྱིན་མཁན་དེ་ཡིན་མོད། ཡིན་ནའང། ངའི་ལུས་ཐོག་ན་བདེ་སྐྱིད་ཀྱི་འཚོ་བ་ལ་ལུས་བཞིན་པའི་རྨ་ཁྱེར་ཞིག་དོན་ལ་མི་གནས་པའི་མི་རབས་འདི་ཚོས། གནས་སྐབས་ཀྱི་བདེ་སྐྱིད་ཆུང་ཆུང་ཞིག་གི་ཆེད་དུ། ངའི་སྔོ་ལྗང་གི་སྐྲ་ལོ་ནས་འཐེན་ཏེ་ས་ལ་དྲུད་ཅིང། ངའི་མགྲིན་པ་ཡི་རྩེ་ཤིག་ནས་བཙིར་ཏེ་ཡལ་ག་ལེ་རེ་ཤུགས་ཀྱིས་བཅད། ངའི་ངོ་གདོང་གི་སྤང་ལྗོངས་ཕྲ་མོ་དུམ་བུར་གཤགས་ཏེ། སོ་ལྕགས་འདྲ་མིན་གྱི་ལྕགས་ཀྱི་ཕུར་པ། ངའི་བྲང་གཞུང་ནས་སྙིང་ཁ་བར་ཤུགས་ཀྱིས་བཏབ་ནས། ངའི་ལུས་ཀྱི་དོན་ལྔ་སྣོད་དྲུག་ལ་རྨས་སྐྱོན་བཟོས། ད་དུང་འགྱིག་ཤོག་དང་ཤེལ་ཆགས་ཀྱི་གད་སྙིགས་མང་པོ་ཞིག་ཉལ་ལུས་ཐོག་ཏུ་རི་རབ་བཞིན་རྙོག་སྟེ་རི་རབ་བཞིན་བརྩིགས་སོང་བས། ངས་དངོས་གནས་དབུགས་གཏོང་ལེན་བྱེད་པར་ཁག་ཅིང། ཚེ་སྲོག་གི་རྟ་རྔ་ཕྲ་མོ་ཡི་མཐའ་རུ་སླེབས་འདུག་ན། ཀྱེ་ཀྱེ་གྲོགས་པོ་ཚོ། ང་ལ་ཐེངས་གཅིག་གསོན་དང། ཁྱེད་ཚོ་ལ་དཀོན་མཆོག་གིས་གནང་བའི་བྱམས་དང་སྙིང་རྗེ་ཞིག་ཡོད་ན། ཁྱེད་ཚོ་ལ་དཀོན་མཆོག་གིས་གནང་བའི་རང་ལས་གཞན་གཅེས་ཀྱི་ལྷག་བསམ་དེ་ཡོད་ན། ངའི་ལུས་ཐོག་ཏུ་གད་སྙིགས་མ་སྤུངས། ངའི་ཤིང་ནགས་ཀྱི་མགོ་བོ་མ་གཅོད། ངའི་བྲང་ཁོག་གི་སྤང་ཤ་མ་བཀོག་ལགས། ད་དུང་དུག་རྫས་ཀྱིས་ཁེངས་པའི་བཟོ་གྲྭ་དང། དུག་ནག་གིས་ཁེངས་པའི་རླངས་འཁོར་དག། ངའི་མགོ་ཐོག་ཏུ་གྲོག་མ་བཞིན་མ་འཁོར་ལ། ང་ཡང་ཁྱེད་ཚོ་ལྟར་སུ་ཞིག་བདེ་ཐང་ངང་མི་རབས་རྗེས་མ་ཚོའི་དགའ་སྐྱིད་ཀྱི་ཆེད་དུ་འཚོ་ན་འདོད། དེ་བས། ང་ཚོའི་ཐུན་མོང་གི་ཁྱིམ་གཞི་དེའི་ཆེད་དུ། དེ་བས། ང་ཚོའི་མ་འོངས་པའི་བདེ་སྐྱིད་དེའི་ཆེད་དུ། ང་ལ་ལག་རྡང་ཞིག་གཡོར་དང། ང་ལ་བརྩེ་བ་ཞིག་སྦྱིན་དང། ང་ལ་གཙང་མ་ཞིག་བྱོས་དང། འདི་ནི་རང་བྱུང་གི་ཁམས་ཆེན་པོ་ཉིད་ཁྱེད་ཚོ་ལ་བཏོན་པའི་རེ་བ་དེ་ཡིན།